འོ་ཨ་ནི་ཡང་ངས་དེ་རིང་འདི་ནས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བས་དང། ཨ་ནི་ཡང་དེ་རིང་འདི་ལ་ཁ་ལོ་བ་དེ་དེ་འདྲའི་ད་ལྟའི་ཆར་ཕལ་དེ་འདྲ་ར་ཤི་ཡའི་དང་ཨ་རི་ཡུག་རེན་གཉིས་ཀྱི་དེ་འདྲ་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ཉེ་དུས་སྐོར་ལ་ཨ་མདའ་དེ་རིང་བརྙན་ཐུང་ཉིས་བརྒྱ་དྲུག་ཅུ་རབ་བརྒྱད་དེ་གཅིག་བཟས་ནས་སེམས། དེ་བཞིན་ཨ་མདའ་དེ་རིང་འདི་ལ་ང་ཚོ་བརྙན་ཐུང་ཉིས་བརྒྱ་དྲུག་ཅུ་རབ་བརྒྱད་ཀྱི་ནང་ལོགས་ལ་ཨ་མདའ་དེ་རིང་སྐད་ཆ་བཤད་ཡའི་གནས་དེ་འདྲ་བོ་དེ་ཨ་མདའ་དེ་རིང་གནས་དེ་གལ་ཆེ་བོ་ཨ་ནི་གཉིས་ཀྱི་སྐོར་ལ་གཅིག་ཆགས་བསྡད་ཡོད་དུས། ད་གནད་དོན་དང་པོ་དེ་ཨ་རི་ནམ་རྒྱུན་དུ་ང་ཚོ་བརྙན་ཐུང་ཚང་མ་ལ་བྱས་དེ་གིས་ཨ་མདའ་ད་དེའི་ཞག་པའི་དེ་འདྲ་ར་ཤི་ཡའི་དང་ཨ་རི་ཡུག་རེན་གཉིས་ཀྱི་དེར་དམག་གི་གནས་སྟངས་ཡིན་ན་རྒྱ་མ་ནི་དམག་གི་ཁ་ཕྱོགས་འགྲོ་བ་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ཉེ་དུ་སྐོར་ལ་ཅིག་ཆགས་བསྡད་ཡོད་འདུག་དེ་བཞིན་ཨ་མདའ་དེ་རིང་འདི་ལ་ང་ཚོ་བརྙན་ཐུང་གི་གནད་དོན་གཉིས་བ་དེ་ཨ་རི་ཡང་དེ་དེ་རེད་དེ་གིས་ད་གནད་དོན་གལ་ཆེ་བོ་ཞིག་སྐོར་ལ་ཅིག་ཆགས་བསྡད་ཡོད་འདུག་ད་དེ་ག་རེ་སྐོར་ལ་བྱས་ལ་ན་ད་དེ་དེ་ལྟར་དང་གོང་དུ་བ་དེ་འདྲ་རྒྱ་ནག་གིས་ངེད་ནས་ཨ་མདའ་ག་འདྲ།

ཨ་ནི་གསལ་བོ་གསལ་རྐྱང་ཤར། ཨ་ནི་ད་དེ་ཡང་ཁོ་རང་གྲོང་གྲོལ་ཡས་ད་ད་ཡུཀ་རེན་གི་ནང་ལོག་དེ་འདྲའི་མྱ་ངན་ཞུ་ཉེས་དང་ཨ་ནི་ཡུཀ་རེན་གི་དེ་རི་པེ་རི་གལ་ཆེ་བོ་དེ་དེ་ཁོ་ལ་ད་དེ་འདྲའི་སྐད་ཆ་བཤད་ཡ་ཙམ་མ་ཚད་ཨ་ནི་ད་དེ་རི་རྒྱལ་སྤྱིའི་གི་དེ་རི་ང་ཚོ་ད་པེ་རི་གལ་ཆེ་བོ་དེ་ཚོ་ངེས་ན་ཡང་ད་ཁོ་རང་ལ་དེ་རི་མྱ་ངན་ཞུ་ཡ་ཡིན་ནར་ཡང་མ་དེ་རི་མྱ་ངན་གི་དེ་རི་གི་ད་ང་ཚོ་ཡི་ཡི་གེ་སོ་ར་ད་བྲིས་ཡས་རུ་ཨ་དཔེ་ན་ཆ་ཤར་བ་ན་ཨ་ནི་ད་ད་ད་ང་ཚོ་ཡུ་རོབ་སྤྱི་མཐུན་ཚོགས་པ་གི་དེ་རི་ད་ང་ཚོ་གོ་སྒྲིག་གལ་ཆེ་ཞིག་དང་ད་ཨུ་སི་ལ་ཕ་འདྲ་འདྲ་བོ་རེད་ཨ་ནི་ད་ཨུ་སི་ལ་ཕོན་འདྲ་འདྲ་འདྲ་བ་ད་གོ་སྒྲིག་མང་པོ་ཞུ་བ་ཞིག་ག་ད་དེ་གང་ལ་ད།

དེ་བྱས་ན་ད་དེ་རྣམས་ཀྱི་ང་ཚོ་གལ་ཆེ་ཤོས་ད་ག་རེ་གོ་ཚུལ་ལ་ན་ད་དེ་མི་མང་པོ་ཞིག་ལ་དྲི་བ་ཡིན་ན་ཡང་མ་དོགས་པ་ག་རེ་གླེང་རེས་ན་ཨར་འཐིའི་རྣམ་འགྱུར་དེ་གང་འདྲ་སུ་ཐོར་རེས། ཡང་མ་འཐིའི་རྣམ་འགྱུར་དེ་ཐོར་རེས་ལ་ཨར་ཡང་ར་ཤེས་ན་འབྲེལ་བ་ཡ་ཡ་རེ་ཡ་མ་རེ་ད་དེ་དྲི་བ་ཆེ་བོ་ཞེ་བོ་ཅིག་གང་འདྲ་ད་མི་མང་པོ་ཞིག་ལ་ཡ་རུ་བ་འོ་དེ་འདྲ་སོང་ཙང་ཨར་འཐིའི་སྐོར་ལ་ཐུང་ཐུང་ཅིག་བཤད་ན་བསམ་ཚུར་བ།

རྐྱེན་རྩ་གཙོ་བོ་དེ་ཨན་ཏཱ་ད་ལའི་དེ་འདྲ་ར་ཤི་ཡའི་དང་ཡུཀ་རེན་གྱི་དམག་དེ་ལ་བརྟེན་རྗེས་བྱུང་བ་རེད་གང་ལྟར་དེ་འདྲས་ཁོ་ཚོ་གི་ད་ཕའི་གང་ལྟར་སྐྱེ་འཆི་སུ་ར་དེ་ཕ་གང་ལྟར་ད་ར་ཤི་ཡ་ལས་བྱེད་འགྲོ་ཅིག་ཆགས་བསྡད་འདུག་བ། དེ་མ་གཏོགས་ཨན་ཏཱ་གང་ལྟར་ད་ལྟ་བར་དུ་ཨན་ཏཱ་དེ་ར་ཤི་ཡ་གཏོར་རེ་བའི་དེ་འདྲའི་གནས་ཚུལ་གསལ་བོ་ཁེལ་གྱི་མི་འདུག་བ། འོ་དེ་འདྲ་སོང་ཙང་ཨན་ཏཱ་དེ་ཚོའི་སྐོར་ལ་ཨན་ཏཱ་ང་ཚོ་སང་ཉིན་ནང་ཚོ་བལྟ་ཡ་འགྲོ་ཅིག་ཆགས་བསྡད་འདུག་བ།

ཡིད་རང་གིས་བཏགས་པ་དང་གཅིག་བསྐུར་འོས་ནུག་པ་བཟོ་ར་ཡིན་ན་རྒྱམ་དེ་རིང་ཡིད་རང་གིས་གང་ལྟར་ལྟ་ཐིགས་སུ་མི་གཞན་སུ་མང་པོ་ཞོ་ཞིག་བཏང་རྗེས་ཨ་ནི་དེ་ལྟར་སི་རི་ཡ་སི་རི་ཡའི་ནི་ཐད་ཀར་ཚུར་ཨི་ཟི་རལ་ལ་དཀའ་ངལ་སྤྲད་རུ་བ་འོ་དེའི་དཀའ་ངལ་དེ་མ་ཡོང་བ་ཆེད་དུ་ཨ་ནི་ར་ཤི་ཡའི་ལ་མ་བརྟེན་རང་དོན་ཆགས་ཀྱི་ཡོད་རེད་ད་དེ་ཡང་ད་དེའི་ཆར་ཕལ་སི་རི་ཡའི་ནང་ལ་གང་ལྟར་ར་ཤི་ཡའི་ལྟ་གང་ལྟར་ཕལ་ཤུགས་ཆེ་བོ་ཞོ་ཞིག་གང་ལྟར་ལྟ་ག་ལ་དབང་ས་ཤུགས་རྐྱེན་ཡིན་ན་རྒྱམ་ཨ་ནི་ཤུགས་ཆེ་བོ་ཞིག་ཕལ་གང་ལྟར། གོ། སྟོབས་ཤུགས་དེ་ཡོད་སོང་ཙང་ཨ་ནི་ཕ་ར་ཤི་ལ་མ་བསྟན་རང་དོན་ཆ་ཡི་རུ་བ་འོ་དེ་འདྲ་རྒྱུ་མཚན་ཅི་ལ་བསྟན་རྗེས་ཨ་ནི་གང་ལྟར་ཨི་ཟི་རལ་གྱི་ངོས་ནས་ད་ལྟ་བར་དུ་ཨ་ནི་ད་གང་ལྟར་དཀྱིལ་མ་ལ་དེའི་ངང་དུ་སུ་གང་ཞིག་ལ་རུ་དེ་རོགས་པ་བྱས་ཡོད་དེ་འདྲ་གི་གང་ལྟར་ད་ནམ་རྒྱུན་སུ་ར་ཞིག་གས་ཡ་མ་རུ་བ་ད་སྤྱི་བཏང་ད་ལན་ད་ལྟ་ཨི་ཟི་རལ་གྱི་ངོས་ནས་ཨ་ནི་ཡུཀ་རེན་ལ་དེ་འདྲ་གི་ད་རོགས་པ་ད་བྱས་བྱས་རེད་ང་ཚོ་ད་ག་ལ་དཔལ་འབྱོར་གི་སྒང་རེད་ཡིན་ནང་རེད་ཡང་མ་ན་གང་ལྟར་ད་སྤྱི་བཏང་གི་ང་ཚོ་དམག་དམག་དང་འབྲེལ་བ་མི་རྒྱུ་དེ་རོགས་པ་ད་བྱས་རེད་དེ་ཡིན་ན་དམག་གི་སྒང་ནི་བད་དེ། དཀྱིལ་མ་ལ་དེའི་མེད་དོ་ཨ་ནི་དམིགས་བསལ་དེར་གལ་ཆེ་ཡིན་པར་གོ། ད་ཡིན་ན་ཡང་མདང་དགོང་དང་གནས་ཚུལ་གལ་ཆེ་བ་ཞིག་ག་རེ་འདི་རེད་ཟེར་ན་ད་དེའི་ད་དེའི་ཆ་ལ་ད་ལྟ་ཨ་རི་ངེས་ནས་ཨ་རི་ཨིས་རལ་གྱིས་ཀྱིས་ཨ་ནི་ཡུག་རེན་ལ་མཚོན་ཆ་ཞེ་བོ་ཞིག་བཏང་ཡང་ཐབས་ཤེས་བྱས་འདུག་ལབ་རོ་ཨ་ད་དེ་ཡང་ཡང་དེ་ལའི་སྐབས་སུ་ཨ་ནི་དེ་གི་མཚོན་ཆ་དེ་ཨ་ནི་ད་ད་ལྟ་ཨིས་རལ་གྱི་ཡིན་པ་གལ་ཁྱབ་ཀྱི་ཡིན་པར་གོ་ད་དེ་གི་མཚོན་ཆ་དེ་ཡའི་ཨ་རི་ཡིས་བྱས་ཨ་ནི་ཨ་རི་ངེས་ནས་ག་བ་བཞག་ལ་ན་ཨ་ནི་ཨིས་རལ་གྱི་ནང་ལ་བཞག་ཡ།

ད་ཨི་ཟི་རལ་གྱིས་ངེད་ནས་ཨ་མི་རེ་ཤི་དང་ཡུཀ་རེན་གྱི་དམག་དེ་ལ་བཟུང་པའི་སྲིད་སྤྱི་དེ་ཕར་ཆེར་འགྱུར་བ་ཞིག་འགྲོ་གི་མེད་རེད་བསམ་པའི་དེ་འདྲ་གི་ད་བསམ་ཚུལ་གླེང་དེ་གི་རེད་བ། ད་དེ་ཡང་གླེང་དགོས་གནད་འགག་ཅིག་གོ་བ་ཆེ་ལ་ན། ཨ་རི་ད་དེ་གི་མཚན་བྱ་དང་སྤྱིར་བཏང་དེ་ད་ཨ་རི་གི་རེད་དེ། ཡིན་ནའང་དེ་གི་མཚན་བྱ་མང་པོ་ཅིག་ཨ་རི་ཨི་ཟི་རལ་ཁོ་རང་ལ་ཡང་བེད་སྤྱོད་བཏང་ཆོག་གི་དེ་རིགས་ཐོབ་ཐང་ཡིན་ན་དེ་རིགས་ཆོག་མཆན་ཅིག

ཡར་ཡས་ག་རེ་བཏང་འདུག་ཨ་ནི་འགྱུར་བ་ག་རེ་འགྲོ་འདུག་ལ་ནི་དེ་འདྲའི་སྐབས་ལ་ཁོང་ཚོ་གི་དེ་འདྲའི་ཚོགས་འདུ་གལ་ཆེ་བོ་ཅིག་ཚོགས་དེའི་རུ་ཨ། ད་ཐེངས་ང་ཚོ་ཨིན་ཇི་ཀ་ནི་ཤི་ཝ་ན World Economic Forum ལ་ནི་དེ་འདྲའི་གི་གལ་ཆེ་བོ་ཅིག་ཚོགས་དེའི་རུ་ཨ་འོ་ད་དྲ་སོང་ཙང་ཨ་ནི་ད་དེའི་གི་ཚོགས་འདུ་དེ་ནང་ལ་ཨ་ནི་ད་མདང་དགོང་དུ་ད་ལྟ་ང་ཚོ་ཁར་ས་དེའི་དེ་དག་ཡུཀ་རེན་གི་སྲིད་འཛིན་ཛི་ལན་སི་ཀི་གིས་ནི་ཡང་དེ་འདྲའི་བརྙན་ཐུང་མ་བགྱིས་རྗེས་ཨ་ནི་དེ་འདྲའི་གི་གཏམ་བཤད་ཅིག་བྱས་རུ་ཨ་འོ་ད་དྲ་སོང་ཙང་ཨ་ནི་ད་དང་པོ་ད་ང་ཚོ་ད་ལྟ་དེ་ཁར་ས་ད་དེའི།

ད་རྒྱ་ནག་གི་དེ་རེད་ད་ང་ཚོ་ཁ་ལོ་ད་མི་འབོར་དང་དེ་རེ་འབྲེལ་བ་ཡོད་ད་དེ་རེ་དཀའ་ངལ་འདྲ་བ་ཞིག་སྐོར་ལ་ཅིག་ཆགས་དེ་ཡོད་རེད་བ། ད་དེ་ཡང་ད་ད་ང་ཚོ་རྒྱ་ནག་གི་ད་ད་མི་འབོར་དང་འབྲེལ་བ་ཡོད་སྐོར་ལ་དཀའ་ངལ་དེ་ག་འདྲ་བྱས་ན་ན། ད་དེ་ད་དེའི་ཆ་ལ་ཕལ་ད་ད་རྒྱ་ནག་གི་ནང་འོང་ལ་ཨ་ད་ག་ད་རྒྱ་ནག་གི་དེ་རེ་ད་མི་འབོར་གི་ད་ང་ཚོ་མི་ཡ་ལོ་གཅིག་ལ་མི་ཡ་སྤུ་སྐྱེས་དང་ཨ་ལོ་གཅིག་ལ་མ་ད་སྤུ་མི་ག་ད་ག་ད་མི་ཞིག་གྲོངས་བྲོས་རོ་བ་འོ་དེ་གྲོངས་བྲོས་དེ་གཉིས་བར་ལ་ཨ་ད་ད་དེའི་ཆ་ལ་ཕལ་ག་ད་ཁྱད་འཕགས་ཤུགས་ཆེ་བོ་ཞིག་ལ་ཡོང་གི་འདུག་ལབ་ཀྱི།

ག་ལ་མི་འབོར་བྱེའུ་ཞིག་མ་ལྟ། ག་ལ་ད་མི་འབོར་གྱི་ག་ད། དཀའ་ངལ་དེ་ག་ད་ད། བྱེའུ་ཞིག་ག་ད་རྙོག་དྲ་ཞིག་ཡོང་བ་ཡིན་དེ་རིང་ཉིན་ཁ་ཞིག་ཡར་ཞིག་ས་ལ་ད་དེ་ཞག་ལ་དེ་འདྲས་ཀྱི་ད་ག་ད་པའི་ད་དེ་འདྲས་ཀྱི་ག་ད་ད་བསམ་ཚུལ་ཅིག་སླེ་དེ་ཡར་རོ། དེ་བྱ་ད་དེ་ཉིན་མོ་དང་པོ་དེ་ལ་ད་ད་ང་ཚོ་དེ་ད་གར་ས་དེ་ད་རྒྱ་ནག་གི་དེ་རེད་ད་ང་ཚོ། མི་འབོར་གྱི་དེ་རེད། འཕར་ཆག་ཡིན་སྟངས་རེད། ཡར་མར་མི་འབོར་གྱི་དཀའ་ངལ་དེ་ག་ད་ག་ད་བྱུང་ཡིན་ལ་ཉེ་དུ་སྒོ་མ་སྲིང་ངེ་ལ་ད་དང་པོ་དེ་ལ་ང་ཚོ། ལོ་རྒྱུས་ཀྱི་ཐོག་ནས་ཨ་རི་རྒྱ་ནག་ནང་ལ་མི་འབོར་གྱི་བེད་ད་ང་ཚོ་ད་རྒྱ་ནག་གི་དཔལ་འབྱོར་གང་ལ་ཡིན་ན་རེད་ཡང་མར་སྤྱིར་བཏང་གི་ད་རྒྱ་ནག་གི་ད་རྒྱལ་ཁབ་ཁྱིན་ཡོང་ཁོ་ན་ག་ཚོད་ཀྱི་ཁྱད་པར་བཟོ་བཟོ་གི་རེད་ལ་ནི་དེ་སྐོར་ལ་ཨ་ནི་ད་དང་པོ་ང་ཚོ་ལོ་རྒྱུས་ཀྱང་ཐུང་ཐུང་ཅིག་བལྟ་ན་ཟིན་འདུག་རོགས་ཨ་ཨ་ནི་དེ་ཅིག་བལྟ་བ་ན་ཨ་ནི་ད་ད་ལྟ་གི་དཀའ་ངལ་དེ་ཨ་ནི་གསལ་བོ་ཞིའོ་ཞིག་གང་ལྟར་བལྟ་དགོས་ཚེ་དེ་རེད། ཁྱད་པར་ཞིག་བཟོས་ཟིན་འདུག་ལ། ད་དེ་ཡང་ད་ལྟ་ང་ཚོ་ལོ་རྒྱུས་ཀྱི་དོན་བལྟ་འོས་ན། ད་དེ་ད་ལྟ་ང་ཚོ་ཆིག་སྟོང་དགུ་བརྒྱ་དང་ད་ལྟ་ལྔ་བཅུ་ང་གྲངས་སྐབས་སུ་ཡིན་ན་རེ་འམ་དྲུག་ཅུ་ར་གྲངས་སུ་སྐབས་སུ་ཨ་རི་རྒྱ་ནག་དེ་ལྟ་ཁོ་ད་ལྟ་རྒྱ་ནག་གི་ད་ལྟ་ད་ལྟ་ང་ཚོ་སྲིད་འཛིན་ད་ལྟ་ཞི་ཅིང་ཁ་ས་དེ་མའོ་ཙེ་ཏུང་འོག་ལ་ཡོད་རེད་བ། ཨ་རི་མའོ་ཙེ་ཏུང་འོག་ལ་ཡོད་སྐབས་སུ་ཨ་དེའི་སྐབས་སུ་མའོ་ཙེ་ཏུང་གི་གར་ཐུག་ལ་ན་ཨ་རི་ག་ད་རྒྱ་ནག་གི་ནང་ལ་མི་མང་པོ་བཞུགས་ཡོད་བ་དང་ཨ་རི་མི་འབོར་དེ་བཞུགས་ཡོད་བ་ན་ཨ་དེ་རྒྱ་ནག་གི་བལ་དེ་རྒྱུ་ནོར་བཟོ་ར་ཞིག།

ད་ཡིན་ན་དཀའ་ངལ་དེ་ག་ལ་ན་ཨ་འདྲ་ག་ད་དེའི་སྐབས་སུ་ག་ད་མའོ་ཙེ་ཏུང་གིས་ན་དེ་འདྲ་གི་སྲིད་སྤྱི་ཅིག་ཟིན་གི་ཡིན་བ་ན་ག་ད་ད་དེའི་སྐབས་སུ་ཡང་རྒྱ་ནག་ནང་ལ་ག་ད་མའོ་ཙེ་ཏུང་ཁོ་རང་གི་སྲིད་སྤྱིའི་ཟིན་ཐང་གཞན་པ་ལ་ནོར་རྗེས་ཨ་ན་རྒྱ་ནག་ལ་མི་མང་པོ་ཞོ་ཞིག་ད་གྲོངས་རུ་བ་ད་མི་མང་པོ་ཞོ་ཞིག་ཤི་རུ་བ་ད་པ་དེ་ས་ཡ་མང་པོ་ཤི་རུ་བ་ད་དེའི་སྐོར་ལ་ངས་ཞེ་དྲག་བཤད་ང་ཚོ་མགོ་ཚིག་རུ་བའོ་དེ་འདྲ་ཤི་བ་ལ་བརྟེན་རྗེས་ཨ་ན་མཐའ་མ་དེ་ལ་ག་ད་མའོ་ཙེ་ཏུང།

རོ། ཨ་ད་དེ་ཡང་ད་ལྟ་ང་ཚོ་སྤྱི་དང་སྡོམ་རྩིས་ཀྱི་འདྲ་བ་ཡིན་ན། ཨ་ནི་ད་ལྟ་རྒྱ་ནག་གི་དམིགས་ཡུལ་དེ་ག་རེ་ཟེར་ན། ཨ་ནི་རྒྱ་ནག་གི་མི་མང་གི་ད་ལོ་ཟེར་ཏེ་མ་སྐྱེས་ད་ལོ་མ་སྐྱེས་ཀྱི་གཉིས་ལ་ཨ་ནི་རྒྱ་ནག་དེ་དཔལ་འབྱོར་ཕྱུག་པོ་ཆགས་འོས་ལ་དེ་འབྲེལ་གྱི་སྲིད་སྤྱིའི་སོར་ཆུད་ཁེ་ནི་དེ་འབྲེལ་གྱི་ད་ག་ད་འཆར་གཞི་ཞིག་གི་སླད་རོ། ཨ་ད་ཡིན་ན་ད་དེའི་འཆར་དེ་གི་སྲིད་སྤྱི་དེ་ད་ང་ཚོ་དབྱིན་ཇི་ག་ཟེར་ན་ཕུ་ལོབ་ཆགས་ད་ང་ཚོ་དབྱིན་ཇི་ག་དེ་སྲིད་སྤྱི་དེ་ཕེ་ཏག་ཏག་འགྲོ་ཡ་མ་རེད་ད་དེ་ག་ཟེར་ན་དེ་ད་རྒྱ་ནག་དེ་ཕྱུག་པོ་མ་ཆགས་ཀྱི་གཉིས་ལ་མི་འབོར་རྒས་ཡིན་རྒྱུ་ཡིན་ད། རུ་ཨ། ད་ཁྱེད་མི་འབོར་གས་ཡོང་ད་ག་འདྲ་ཟེར་ན་ཨ་ནི་ད་ལྟའི་ཆར་ལོ་གཅིག་གི་ནང་ལ་སྤུ་ག་ཚད་སྐྱེས་ཀྱི་ཡོད་དེ་ལས་ལོ་གཅིག་ནང་ལ་མི་ག་ཚད་གྲོངས་འགྲོ་ཡ་དེ་མང་ང་ཤི་འགྲོ་ཡ་མང་ང་འདས་ཡ་རེད་དཔེར་ན་ཆ་བྱ་བ་ན་སྔོན་མ་དེ་ད་ང་ཚོ་ན་ནིང་ཉིས་སྟོང་ཉི་ཤུ་རྩ་གཉིས་ལ་ཨ་ནི་རྒྱ་ནག་གི་ནང་ལོ་གཅིག་ནང་སྤུ་ག་ཚད་སྐྱེས་ཟེར་ན་ས་ཡ་དགུ་ཚ་ལྔ་དྲུག་ཚད་སྐྱེས་ཡིན་ལ་སྤུ་རུ་ཨ་ཡིན་ན་མ་མི་ག་ཚད་གྲོངས་ཚར་ལ་ན

ལོ་ཞེས་པ་དེ་ཚོ་གཟུགས་ཡོད་ལ་བཟོ་གྲྭ་ནང་བཟོ་བདེ་རུ་ཨ་ནི་དེ་བཟོ་ཉེན་དེ་ད་ལོ་དགོས་ཀྱི་ཉུང་རུ་འགྲོ་བས་ན་ཨ་ནི་ག་ལེ་ག་ལེ་རྒྱ་ནག་ནང་ལ་ད་དེ་བསྟན་རྗེས་ཁེབས་ཚང་ཟེར་ཡ་དེ་ཁོ་ཉུང་རུ་འགྲོ་བས་གསལ་བོ་གསལ་རྐྱང་ཆགས་རུ་འོ་དེ་ཚོ་རྒྱུ་མཚན་ལ་བསྟན་རྗེས་ཨ་ནི་ད་ད་དེའི་ཞག་དེ་ད་རྒྱ་ནག་གི་ནང་ལ་ད་མི་འབོར་གྱི་དེ་རིང་དཀའ་ངལ་འཕྲད་ཅིག་གང་ལྟར་ཅིག་དཀོན་ཚུལ་དེ་ལ་རུ་ཨ་ད་དེ་ཡང་དཔེར་ན་ཆ་བྱ་བ་ན་ཨ་ནི་ད་ཕ་ཆེ་ད་ད་ང་ཚོ་ལོ་རྗེས་མ་ཕ་ཆེ་ཉིས་སྟོང་ཉི་ཤུ་རྩ་བཅུ་དེ་ཚོ་སྐབས་སུ་ཨ་ནི་འཛམ་གླིང་གི་ནང་ལ་ཨ་ནི་མི་འབོར་མང་ཤས་དེ

སྤྱི་བཏང་ད་ལྟ་ང་ཚོ་ད་ལྟ་ཉིས་སྟོང་སུ་མ་འགོ་བཙུགས་སླེ་བ་ན་རྒྱ་ནག་གི་དཔལ་འབྱོར་དེ་ག་དེ་ཡིན་ན་ཡང་འཛམ་གླིང་ནང་ལ་ཕལ་ཏེ་ཡག་ཤེས་དང་ལེ་ཡིན་ལགས་ད་རོ་ཨ་ད་དེ་ལེ་ག་སུ་དོག་དོག་དེ་ལ་ཡ་མ་ད་ཡང་འཛམ་གླིང་ནང་ལ་དཔལ་འབྱོར་ཕྱུག་ཤེས་དེ་རྒྱ་ནག་རེད་ལགས་གི་ཡ་མ་རེད་ད་དོ་ག་ར་ཤི་ན་ལོ་གཅིག་གི་ནང་ལ་ཨ་ནི་དཔལ་འབྱོར་གི་འཕར་ཚད་ཇི་ཡག་རོ་ད་ཡར་རྒྱས་འགྲོ་སྟངས་ཇི་རོ་ཨ་འོ་དེ་རྒྱ་ནག་ཡག་ཤེས་རེད་བྱས་ལ་ལོ་རྟག་པ་ཇི་རོ་ཨ་ད་ཡིན་ན་ཡང་ན་ནིང་གི་བ་ད་ག་ད་ཉིས་སྟོང་བཅུ་དགུ་བཅོ་བརྒྱད་དུ་ད་ག་ནས་སླེ་བ་ན་སུམ་བརྒྱད་ཨ་ནི་དེ་གི་འཕར་ཆག་དེ་ཞི་བོ་ཞིག་ད་ཉམས་ས་ཞིག་ལགས།

དཀའ་ངལ་བྱུང་ཞིག་ཁྲལ་ཆེ་གི་ལོ། ཨཱ་ནི་དཀའ་ངལ་ཁྲལ་བ་ཙམ་མ་ཟད་ཨཱ་ནི་དེ་གི་ཤུགས་ལ་འཛམ་གླིང་ཁྱོན་ཡོངས་ཁོ་རང་ལ་ད་ག་འདི་དཔལ་འབྱོར་གི་ཐོག་ནས་གྱོང་གིན་ཞིག་སླེབས་གི་རེད་ག་འདི་ད་དེ་ཆ་ལ་དེ་འདྲ་གི་ཚེ་བག་ལ་ཡ་མ་དེ་འདྲ་ཡི་ད་བལ་རང་ཚོ་ག་ལ་ད་ཚེ་གཞིས་ཀྱང་ཉེན་འདྲ་བ་ཅིག་ག་འདྲ་ཅིག་ཨ་ཡོང་དེ་འདུག་བ། འོ་དེ་འདྲ་སོང་ཚ་ཨ་ད་ག་འདི་ག་རེ་ཡིན་ན་མ་ག་འདི་ད་གོང་དུ་ད་དེ་འདྲ་གི་དཀའ་ངལ་རེ་ཡ་མ་དེ་འདྲ་གི་ད་འགྱུར་བ་རེ་ཅིག་ག་འདི་བལ་རྒྱ་ནག་ནང་ལ་སླེབས་འདྲ་བ་ཅིག་ཨ་ཆགས་དེ་འདུག་བ།

འདི་ཅང་ད་དེ་སྙམ་དུ་ང་ཐ་མ་དེ་ལ་ད་དེ་ལ་ཡང་སྐད་ཆ་ཞིག་ག་ལ་ལ་འདུག་ལ་ན། ད་དེ་ད་ལྟ་དེང་སང་ད་ལྟ་ང་ཚོ་ད་སྤྱི་དང་ད་ལྟ་ང་ཚོ་འཛམ་གླིང་ཁྱེའུ་ཡོངས་ཁོ་རང་གི་དེ་རིང་ཆབ་སྲིད་ཀྱི་འཕོ་འགྱུར་ཡིན་ན་རེ་ཡམ་ན་དཔལ་འབྱོར་གྱི་གནས་སྟངས་ད་ལྟ་གང་ལྟར་འགྱུར་བ་གལ་ཆུ་མང་པོ་བྱུང་ཞིང་ག་ད་ཉི་མ་ཉི་མ་ལ་ད་སླེ་བསྡད་ཡ་རོ་ཨ། ཨ་ན་ད་དེ་ཉི་མ་དེ་དཔེར་ན་འགྱུར་བ་གལ་ཆེ་ཞིག་གང་ལྟར་ར་ཤི་ཡ་དང་ཡུག་རེན་གྱི་དམག་ཁོ་ལ་ཅིག་ད་སླེ་བསྡད་ཡ་རོ་ཨ། འོ་དེ་འདྲ་སོང་ཙང་ཨ་ན་ད་སྤྱི་དང་ང་འགྲོ་བ་ཤག་ཤོག་ན་ག་ད་བརྙན་ཐུང་ཉི་མ་རྟག་པ་ད་ཉིན་ག་ཚོད་ཟིན་ན་བཟོ་མ་ཐུབ་དེ་དེ་ད་ད་ཅིག་ཆགས་བསྡད་འདུག་ཨ།